སེམས་ཅན་མང་པོ་སྡུག་ཏུ་བཅུག་ཡ་དང་ཤི་ནས་དམྱལ་བར་སྐྱེ་ཡག་གི་ཉེན་ཁ་ཡོད་རེད་ད། དམྱལ་བ་གི་སྡུག་བསྔལ་དེ་ད་ལྟ་ཁྱོད་ཚ་བོ་འདིའི་སྡུག་བསྔལ་ལས་ལྡབ་མང་པོའི་འཕྱི་བ་ཡོད་རེད། དེ་འདྲས་སོང་ཡིན་ཙང་ཁྱེད་རང་རྒྱལ་སྲིད་ཀྱི་གོ་བ་འདི་བློས་བཏང་ནས་སྦེང་གྷ་ལུ་ཕྱོགས་ལ་ཡར་ཕྱིན་པ་ཡིན་ན།

ག་ལ་ས་ཡ་དང་གཅིག་ཐུང་ཡ་ལ་དེ་འདྲ་རིན་མ་བྱེད་པར་མཐའ་གཅིག་ཏུ་ཡོང་གི་བཀའ་ལ་བརྩིས་ནས་ཉིན་མཚན་མེད་པར་ཕྱིན་པའི་སྐབས་ལ་ཡ། Bengal། གི་ས་མཚམས་བསླེབས་པ་རེད། Bengal། གི་ས་མཚམས་བསླེབས་དུས་སྐབས་ལ་ས་མཚམས་ཀྱི་ནགས་ཀྱི་ནང་ལ་ཡ། བུད་མེད་ཀྱི་བུ་མོ་གཅིག་མཐོང་བ་རེད། བུ་མོ་དེའི།

གསུངས་པའི་སྐབས་ལ་བརྟེན་རྒྱལ་པོ་ཁོ་རང་གིས་རང་གི་ཨ་མའི་ལུང་བསྟན་པའི་འཇམ་དཔལ་གྱི་དག། སྤྲུལ་པ་མཇལ་ཡག་གི་སྐབས་འདི་ཡིན་པ་འདྲ་དགོངས་ནས་དེ་ནས་བུ་མོ་འདི་དང་མཉམ་དུ་ལི་ཡ། ལྟར་བྱོན་ཞེས་ཕྱིན་པ་རེད། འདི་ཕྱིན་པའི་སྐབས་ལ། དེ་ནས་རང་གི་བླ་མ་དེ་དང་མཇལ། དེ་བླ་མ་འདི་ལ་རྟགས་འདི་ཕུལ་ནས་ཕྱག་བྱས་རྗེས། འཇམ་པའི་དབྱངས་ཀྱི་ཏིང་ངེ་འཛིན་གྱི་གདམས་པ་གནང་རོགས་གནང་ཚུལ་གསོལ་བ་བཏབ་པ་ལ་བརྟེན་ནས་ནི་བླ་མ་དེའི་དབང་དང་གདམས་ངག་གིས་སྨིན་པར་མཛད་རྗེས། ལོ་བཅུ་གཉིས་ཀྱི་བར་དུ་བླ་མ་དེའི་ཞབས་རོམ་ལ་བཞུགས་ནས་ཏིང་ངེ་འཛིན་བསྒོམ། དེ་ནས་འཇམ་པའི་དབྱངས་མངོན་སུམ་བྱས་གཟིགས།

རྒྱལ་པོ་ཁོ་རང་ལས་སྐུ་ངལ་ཡོང་གི་རེད། ཞུས་རྗེས་ཨ་ནི་ངེས་པར་དུ་བསྟན་དགོས་ཡོད་ན། སྤྱན་ཡ་གཅིག་བཀབ་ནས་བཟི་རོགས་གནང་ཟེར་ནས་ཞུས་རྗེས་ཨ་ནི་སྤྱན་ཡ་གཅིག་བཀབ་འདུག་སྤྱན་ཡ་གཅིག་རེ་བཟི་བའི་སྐབས་ལ། ཨ་ནི་རལ་གྲི་དེ་བཏོན་པ་རེད། རལ་གྲི་དེ་ཤུགས་ནས་ཕྱུང་བའི་སྐབས་ལ་ཡ་དེ་ཡིད་ཡུལ་གྱིས་མ་བཟོད་པ་བྱས་ནས། རྒྱལ་པོ་དེའི་མིག་ནི་ཡ་གཅིག་གིས་མ་དགའ་བ་དེ་ས་ལ་ལྷུང་བ་རེད། ད་འདི་འདྲ་བའི་ངོ་ཚ་བའི་ཁྲུས་དེ་མཐོང་ནས། ཚུལ་དེ་མཐོང་ནས་རྒྱལ་པོས་ད་དགོངས་དག་ཅིང་ཞུས་པ་རེད། བྱས་ཙང་ནི་ཁོ་རང་གི་མིག་ས་ལ་ལྷུང་བ་དེ།

སྔགས་བླ་མེད་ཀྱི་རྣལ་འབྱོར་བ་ཡིན་ཙང་རེ་རེ་ཏིང་ངེ་ནས་བསྙེན་པར་བྱ་ནས་གཟུགས་ཞུ་བ་རེད། ཟ་རུང་ཉལ་རུང་འཆག་རུང། ཁ་ལག་ཟས་པའི་སྐབས་ལ་ཡིན་ནས་རེད་གཉིད་ཉལ་བའི་སྐབས་ལ་ཡིན་ནས་རེད། ཕན་ཚུན་དུ་འཆག་པའི་སྐབས་ལ་ཡིན་ནས་རེད། རྒྱུན་དུ་ཡུལ་ཚོད་ལ་བསྙེན་པར་བྱ་བ་ཡིན་ཙང། འབུ་གཟུགས་སྐུ་བཞི་པའི་མིང་འདོགས་ཏེ་དེའི་དབང་གིས་བྱུང་བ་རེད། ད་རྒྱུན་དུ་ཏིང་འཛིན་ལ་བསྙེན་པར་ཞུགས་པ་ཡིན་དུས་ག་དུས་ཡིན་ནས་གཉིད་ཁུག་བདེ་བའི་གསོལ་ར་བྱེད། དོང་གི་ཡུལ་གྱི་རུ་བ་མི་ཚོས་ཨང་ཏི་ཡིན་ཙང་འབུར་སུ་སྐུར་ཤེས་པའི་ཐ་སྙད་བཏགས་པ་རེད་ཟེར། ད་དེ་ལ་བརྟེན་ནས་འབུར་སུ་སྐུར་གྱི་ཐ་སྙད་དེ་ཡོངས་སུ་གྲགས་པའི་རྗེས་ལ་ཡ། དགེ་འདུན་གྱི་ནང་ལ་བཞུགས་པའི་དགེ་སློང་གཞན་པ་དེ་ཚོས། འདི་ཡིས་དགེ་འདུན་གྱི་བྱ་བ་གང་ཡང་བྱེད་ཀྱི་མི་འདུག་དེ་འདྲ་ཡིན་ཙང།

དགེ་སློང་ཚོས། ཆོས་བསྟན་ཡག་གི་ཆོས་འདོན་པའི་རེ་སྨོན་ཡོད་པ་རེད། རེ་སྨོན་དེ་དག་འདི་ལ་ཡག་བཅོས་དགོས་ཀྱི་འདུག་བསམ་དྲན་ནས། ཨནི་ཁོ་ལ་ཡག་ད། ད་ལོའི་ཆོས་འབྲེལ་གྱི་དུས་ཀྱི་ཆོས་འདོན་མཁན་དེ་ཁྱེད་རང་ཡིན། ཆོས་འདོན་ཟུར་པ་དང་ཆོས་བསྟན་པའི་ཟུར་བ་གཅིག་རེད། ང་ཚོ་བོད་པའི།

མདོ་འདོན་པ་ཟེར་བའི་ཚིག་དེ་མི་འདུག་ཨ། ཆོས་འདོན་པ། གསོ་སྦྱོང་གི་མདོ་འདོན་པ་ཟེར་ལབ་ཡིན་ན་དེ་བལྟས་ཚེ་མི་འདྲ་རེད། དེ་ནས་ཁོང་ནི་ཡང་ཡང་དང་ཡང་དུ་ཞུས་པ་ཡིན་ཙང་ཨེ་མཇལ་མ། ཁོ་རང་གི་ཁས་ལེན། གཙུག་ལག་ཁང་གི་ཕྱི་རོལ་ལ། ཤར་གྲོལ་མཚམས་ལ།

བེའུ་ཅན་དེ་གི་རྣམ་ཐར་རྣམས་ཡོད་ཧ་མ་རེད། དེ་འདྲ་ཡིན་ཙང་ཁོ་རང་གི་ཤེས་ཚོད་ན་ཞིག་བྱས་པ་ཡིན་ན། ཞི་བ་ལགས་ཀྱིས་བརྩམས་པའི་བསྟན་བཅོས་བཅས་ཚང་མ་ལོ་ཁོ་རང་གི་གྲངས་ཀ་ནང་ལ་རྙེད་པ་ཡིན་པ་རེད་ཆ་ཚང། དེ་ཡིན་ཙང་ཨ་ནི། ཤུ་ལོ་བ་མང་ཉུང་ལ་སོགས་པ་དག་བརྩམས་དང་མ་བརྩམས་ཀྱི་ཆེ་བ་ལ་སོགས་པ་དག་ཡོད་ཡོད་དང།

བཀོད་ནས་བྱིན་པར་བྱེད། དེ་ནས་བང་ག་ལའི་ནང་ཁྲོད་དུ་བླ་མ་མཇལ་བར་བྱེད། ལོ་བཅུ་གཉིས་བླ་མ་ལ་བསྟེན་པར་བྱེད། དེ་ནས་མ་ག་དའི་རྒྱལ་པོའི་སྐུ་སྲུང་བ་བྱེད་པར་བྱེད། དེ་ནས་ནཱ་ལེནྡྲ་རུ་ཕྱིན་ནས་སྡེ་སྣོད་སྲུང་བསྐྱང་བར་བྱེད། ཨཱན། དེའི་རྗེས་ལ་ཡང། ཏིང་ངེ་འཛིན་ལ་མཉམ་པར་བཞག་པ་ཡིན་ཙང། མང་ཆེ་བ་ཞིག་ཏིང་ངེ་འཛིན་ལ་ཞུགས་པ་ཡིན་ཙང། སྦུ་སུ་ཀུ་བའི་མཚན་ཐོབ་པར་བྱེད། དེ་ནས་ཆོས་འདོན་པའི།

ང་ཚོ་སྤྱོད་འཇུག་བྱས་གཅིག་གིས་རེད། སངས་རྒྱས་ཀྱི་རིགས་མི་གཙོ་རུས་མི་གཙོ། ཆོས་གཙོ་བ་ཡིན་ཟེར་ནས་ཡང་ཡང་གསུངས་ཡོད་རེད། རིགས་གང་ག་ལོ་གཅིག་པ་རེད་ཟེར་གསུངས་ཡོད་རེད། རིགས་འདི་ཡ་ལེ་ཉིན་གྱི་ཕྱི་པ་ཡོད་མ་རེད་ཟེར་གང་ག་མཉམ་པ་ཡིན་ཟེར་ནས་སངས་རྒྱས་ཀྱི་ཕྱོགས་ཕྱེ་ནས་དེ་འདྲ་གསུངས་ཡོད་རེད། ཡིན་ན་ཡང། དེ་བས་ཆེན་པོའི་མདོ་འདི་ན་བལྟས་པ་ཡིན་ན། བསྐལ་པ་བཟང་པོ་འདིའི་ནང་ལ། སངས་རྒྱས་སྟོང་ཕྲག་གཅིག་འཕེལ་གྱི་ཡོད་རེད་དེ། སངས་རྒྱས་སྟོང་ཕྲག་གཅིག་ཡོངས་སུ་ཚོགས་པ་དེ། རྒྱལ་རིགས་དང་བྲམ་ཟེའི་རིགས་གང་རུང་མ་གཏོགས་པའི། དམངས་རིགས་དང་བདུད་པའི་རིགས་ལ་ཀྲུང་ནན་ཅི་ཡང་མི་འདུག་བ། སངས་རྒྱས་ཀྱི་རིགས་ཀྱི་དབྱེ་བ་མཛད་པ་མ་རེད་བས། བྱས་ནས། ད་དེ། ཁ་མེད་མེད་རེད་ཟེར་འདུག་བ།

བྱས་ཙང་བྱེད་རིན་པོ་ཆེ་ས་ཆར་དྲངས་པའི་སྐབས་ལས་རིགས་ཕུན་སུམ་ཚོགས་པར་སྐྱེ་བ་ཞེས་པའི་ཚུལ་བྱས་ནས་གསུངས་པ་དེས་ཨེ་ནི་རིགས་ལས་ཕུན་སུམ་མ་ཚོགས་པ་ཇི་ཡོད་རེད་བས། རིགས་ཕུན་སུམ་ཚོགས་པ་དང་རིགས་ཕུན་སུམ་མ་ཚོགས་པ་གཉིས་ཡོད་པ་ཡིན་ན་ཨེ་ནི་རིགས་གཅིག་པ་རེད་རིགས་འདྲ་མཉམ་རེད་རིགས་ལས་ཁྱད་པར་ཡོད་མ་རེད་གསུངས་ཡོད་དེ་ཨེ་ནི་འགལ་འགྲོ་གི་མ་རེད་བས། བྱས་ནས་དེ་འདྲའི་བཤད་ཉེས་ཡོད་རེད། སངས་རྒྱས་ཀྱིས། རིགས་མེད་ཚུ་རོལ་མེད་ཚུལ་གསུང་ཡ་དེ། བསྟན་པ་རིམ་གྱུར་པའི་སྐབས་ལ། རིགས་རུས་དབྱེ་བ་ཆེས་མེད་གསུང་ཡ་དེ་རེད། གཅེས་པ་དང་བུད་མེད་ཀྱི་དབྱེ་བ་མེད་པ་རེད། གཅེས་པ་དང་བུད་མེད་འདྲ་མཉམ་ཡིན་པ་དེ། སངས་རྒྱས་ཀྱིས་མཛད་པ་ཅན་གྱི་ཆོས་གསུང་པའི་སྐབས་ལ་གསལ་པོ་ཞུ་བཞིན་ཡ་ཡོད། ང་ཚོས་དད་པ་ཆེ་ཆུང་གིས་མདོ་ག་འགྲེལ་བྱེད་ལས་བཟི་བ་ཡིན་ན་ཡང་སངས་རྒྱས་ཀྱི་ཆོས་གསུངས་པའི་སྐབས་ལ་རིགས་ཀྱི་བུའམ་རིགས་ཀྱི་བུ་མོ། ཡང་མིན་ན་རིགས་ཀྱི་བུ་མོའམ་རིགས་ཀྱི་བུ་གང་ལགས་ལ་ཞིག་ཅིང། བུ་དང་བུ་མོ་གཉིས་ཆ་ལོག་ལ་འབོད་སྒྲ་སྦྱར་བ་མ་གཏོགས། རིགས་ཀྱི་བུ་རྐྱང་པ་ལ་འབོད་སྒྲ་སྦྱར་བ་ཅིག་མདོ་སྤྱིའི་དོན་ཡང་ཡོད་མ་རེད། སང་ཉིན་ཉིས་སྟོང་བཅུ་པའི་སྐབས་ལ་ལོ་གཉིས་སྟོང་ལྔ་བརྒྱའི་སྔན་གྱི་རྒྱ་གར་གྱི་སྤྱི་ཚོགས་ཀྱི་གནས་སྟངས་རབ་ཅིང་ཆག་ཆེན་པོ་ཡིན་ན། རིགས་ཀྱི་བུ་ལ་འབོད་སྒྲ་རྒྱག་རབས་མ་གཏོགས་བྲམ་ཟེ་དང། སྟོན་པ་དེ་ཚོས་ཆོས་གསུངས་པའི་སྐབས་ལ་རིགས་ཀྱི་བུ་ལ་འབྱོར་གྱི་འབོད་སྒྲ་རྒྱག་རབས་མ་གཏོགས་རིགས་ཀྱི་བུ་མོ། རིགས་ཆད་ཉེ་བའི་སྣོད་དུ་མི་རུང་བ། རིགས་ཀྱི་བུ་མོ་ཙམ་མ་ཡིན་པའི། བྲམ་ཟེ་རིགས་ལས་གཞན་པའི།

བུ་ཕྲུག་ཡིན་མཁན་གྱི་བུ་དང་བུ་མོ་ལ་ཟེར་བ་དེ་འདྲའི་གཉེན་སྒྲིག་བྱས་ནས་མཚམས་སྦྱོར་བྱས་པ་ཡིན་ན། ཟ་ཁང་བྱས་པ་ཡིན་ན། རིགས་སྨྱོན་པ་ཟེར་ཡ་དེ་རེད་བ། བྱས་ཙང་དེ་འདྲས་ཀྱི་སྐྱོན་མེད་པ་ཅིག་བདུན་ཅུ་ཚུན་ཆད་ལ་གཉེན་སྒྲིག་བྱས་པ་ཡིན་ན་རིགས་ཉམས་པའམ་རིགས་ཉེས་པ། ད་ལྟའི་རྗེས་རིགས་ཡིན་ན་བྲམ་ཟེའི་རིགས་ཡིན་ན་ག་རེ་ཡིན། སྐབས་འདིར་རིགས་ཕུན་སུམ་ཚོགས་པ་ཟེར་ཏེ། དེ་འདྲས་ཀྱི་རིགས་ཀྱི་སྐྱོན་གྱིས་མ་གོས་པ་གཅིག་ལ་རིགས་ཕུན་སུམ་ཚོགས་པ་གསུམ་གོ་རེ་མ་གཏོགས། རྗེས་རིགས་དང་བྲམ་ཟེའི་རིགས་དེ་ཕུན་སུམ་ཚོགས་པ་ཡིན་པ་བཅས། དམངས་རིགས་དང་འདུལ་བའི་རིགས་དེ་ཕུན་སུམ་མ་ཚོགས་པ་ཡིན་པ་བཅས་དེ་འདྲས་གསུང་དགོས་ཡ་མ་རེད། གང་ལྟར།

རིགས་གང་དུ་སྐྱེ་བ་ཞེས་ཡ་དེ། རང་ཉིད་རིགས་མཐོ་བའམ་རིགས་བཟང་པ་ཅིག་འདམ་ཡ་ལ་དགའ་མོས་གནང་གི་ཡོད་མ་རེད། སྐབས་དེ་དུས་ཆོས་རྗེ་ཀུ་རུ་བཀོད་ར་སྐབས་ཡ། གདུལ་བྱའི་ཚོགས་ཀྱིས་རིགས་ག་འདྲའི་ཆེ་ལ་མོས་པ་ཆེ་བར་བྱེད་ཀྱི་རེད། དེའི་ཆེད་དུ་ར། རི་དང་རི་དང་ཁྱུང་ར་ལ་ཟེར་དགོས་ཡ་དེ། གདུལ་བྱ་འདུལ་བའི་ཐབས་ལ་མཁས་པ་ཡིན་ཙང།

བརྩོན་འགྲུས་བྱས་ནས་རིག་པའི་གནས་ལྔ་ལ་སྦྱང་བ་ཡོད་རེད། ད་རྒྱལ་རིགས་དགེ་སློང་ཞི་བ་ལགས་དེས་གཉིད་ལོག་པར་བྱེད་པ་དང། གཉིད་ལོག་པར་བྱེད་ལ། ཕུ་བའི་མིག་འགྲོས་ཀྱང་ཕྱིས་ནས། འདྲེ་བྲེག་ང། ང་ནང་རིག་ཅིང། བཟའ་ཡིན་འདུག་པ་ལ། རྒྱལ་པོ་འདི་བ་པ་ལི་ན་རེད། འདི་ནི་འབུ་སྲོ་ཁོ་ཞིག་གོ་ཞེས་ཟེར་བས་མིང་ཡང་འབུ་སྲོ་ཁོ་ཞེས་གྲགས་ཟེར།

ངལ་གསོ་བྱས་ནས་གཉིད་ཉལ་ཡག་གི་རེད། སྐུ་ཞེས་པ་སྐུ་ཁྲི་དགའ་མིན། སྐུ་ཟེར་ཡག་དེ་འདྲ་མི་འདྲ་སྣ་ཚོགས་ཀྱི་རེད་ད་དོན་དག་གོ། ཀའི་ངོ་མས་དེ་བྱས་ནས་སྐུ་ཁྲི་དགའ་མིན། སུ་སུའི་དཔུང་ཁང་གི་ནང་ལ། སུ་སུའི་བྲང་ཁང་གི་ནང་ལ་འགྲོ་ཡག་ཙམ་ད་ཆ་བ་ཟིན་འགྲིག་རེད། བྱས་ཙང་ང་ཚོའི།

མདོ་རིས་མོས་སུ་འདོན་ལུགས་ཡོད་པས། ད་འདི་རྣམས་ལ་མདོ་འདོན་ཟེར་ཡ་དེ། ཚིག་འདི་རྣམས་བྲིས་ཤག། ཡིན་ནའི་དེ་འདྲ་སོ་ཆུང་ངུ་མདོ་གསལ་ཡོད་མ་རེད། མདོ་རིས་མོས་སུ་འདོན་ལུགས་ཡོད་པས། ཨ་ནི། འདི་ན་གནས་པ་ཀུན་གྱི་བུ་སུ་ཀོ་ལ།

བ་བ་འཇམ་དཔལ་གྱིས་གདམས་ངག་གནང་བ་རེད། ད་འཇམ་དཔལ་གྱིས་གདམས་ངག་གནང་བའི་དུས་དང། གདམས་ངག་གནང་མཁན་གྱི་ཆེད་ཀྱི་བི་བུ་ཤཱན་ཏཱ་དང་འདི་གཉིས་ཀྱི་ཆ་ནས་འདྲ་གི་མི་འདུག་ཨང། བི་བུ་ཤཱན་ཏཱ་ནང་ལོགས་ལ་བ་ག་ལའི་ནང་ཁྲོལ་རྒྱ་བུ་མོ་དེའི་ངོ་བསྒྱུར་བྱས་པའི་བླ་མ་གཉིས་པ་རེད། འཇམ་དཔལ་ཡང་གི་སྒྲུབ་པ་གཉིས་པའི་བླ་མ་དེའི་རྩ་ནས་ཞུས་ནས་ལོ་བཅུ་གཉིས་ནས་སྒྲུབ་པ་ཡིན་གསུངས་ཡོད་རེད།

རྒན་པས་ངོ་བྱེད་སྲིད་ཅེས། ཁྱེད་རང་ངས་ངོ་བཞིན་ཁྱེད་རང་ང་ངོ་བཞིན་སོང་གསུངས་པའི་སྐབས་ལ་ངོ་བཞིན་མ་སོང་ཞུ་རེ་རེད། ང་རྒན་པས་ཡང་ཡིན་ཟིན་གསུངས་རྗེས། འོ་ན་བདག་ལ་ཤེས་རབ་ཕུན་སུམ་ཚོགས་པའི་དངོས་གྲུབ་ཞུ་ཞུས་པས། བར་བར་རྒན་པས་བྱས་ནས། ཁྱོད་ལ་ངས་རིག་པ་རྒྱན་གྱིས་གདམས་པར་འདོད་དོན་ཅི། གསུངས་ནས་མི་སྣང་བར་གྱུར། འོན་ཏེ་ནི། ཁྱེད་རང་ལ་ཡང་ཤེས་རབ་སྤྲད་གི་ཡིན། ནི་སང་ཉིན་མདོ་འདོན་ན་འགྲིག་གི་རེད་ཅེས་མི་སྣང་བར་གྱུར། དེ་ནས་ནངས་པར་མདོ་འདོན་པའི་སྐབས་སུ། དགེ་འདུན་གྱི་ཀུན་དགའ་ར་བ་རྒྱལ་པོ་ལ་སོགས་པའི་ཁྱེའུ་ཚོགས། ཐམས་ཅད་འབུར་ཚུགས་པ་མདོ་འདོན་པ་ལ་བལྟ་འོས་སུ་གཅིག་ལ་གཅིག་བགྲད་ནས། མེ་ཏོག་ལ་སོགས་པའི་མཆོད་པའི་ཡོ་བྱད་ཀུན་ཕྱིན་ནས། ཁྱེའུ་ཐམས་ཅད་ཚོགས་ནས་བཞད་གད། ཆས་ཚུལ་དེར་ཕྱིན་པ་དང། འབུར་ཚུགས་ཁོའི། དགེ་འདུན་གྱི་འདུག་ཚུལ་བསུས་ནས་གཞུང་པ་མེད་པར་གཙུག་ལག་ཁང་གི་ཁྲི་སྟེང་དུ་བྱོན་ནས་བཞུགས། གཟི་བརྗིད་ཁྱད་པར་དུ་འཕགས་པ་འདུལ་བའི་ཐམས་ཅད་རྟོགས་པ་མཆིས་པ་ལ། བདག་གི་འདུག་སྔར་བྱུང་བ་ཞིག་བཤད་དམ་མ་བྱུང་བ་ཞིག་བཤད་གསུངས་པས་སྤུན་ཟླ་ཀུན་གྱིས་གཅིག་ལ་གཅིག་བལྟ་ཞིང་སྤྱི་བོ་ཚུར་འཁོན་ནས་རྒྱལ་པོའི་བཞད་གད་བྱས་ལ་རྒྱལ་པོ་ན་རེ་ཁྱོད་ཀྱི་ཟ་ལུགས་ཀྱང་སྔར་མ་བྱུང་བ་ཞིག་ལ། ཉལ་དང་འཆག་གི་སྤྱོད་ལམ་ཡང་སྔར་མ་བྱུང་བ་ཁོ་ན་བྱས་པས་ཆོས་ཀྱང་སྔར་མ་བྱུང་བ་ཞིག་ཤོད་ཟེར་བས་སྤྱོད་འཇུག་ལེའུ་བཅུའི་བདག་ཉིད་བཤད་ནས་ནམ་མཁའ་ལ་འཕུར་ཏེ་ན་ལེནྡཱའི་དཔལ་ཁྲི་དང་ལྔ་བརྒྱ་དང། ད་འདི་ན་ནི། གོང་དེ་ལ་ཡང།